ཚེ་དབང་གིས་གཏམ་གསལ་བཤད་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ལ་ཡང་དུས་མཚུངས་ཀྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ད་རིང་ཡང། གནས་ཚུལ་གསར་པ་ཞིག་ཐོན་འདུག་པ་དེ་དེ་ག་རེད་ཟེར་ན། ཨ་ནི་རྒྱ་ནག་གུང་ཁྲན་ཏང་གི་ཨ་ནི་དབང་འཛིན་བ་ལ་ཡོད་པའི་ཨ་ནི་རང་སྐྱོང་ལྗོངས། ཆེ་ཁག་ལྔ། ཡོད་པ་དེའི་ཨ་ནི་མི་དམངས་སྲིད་གཞུང་གི་ཏང

སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་བཞི་པའི་ཚེས་ཉི་ཤུ་དགུ་ཉིན་ལི་མུའུ་ཡང་གི་གསར་འགྱུར་གནད་དོན་ཞེས་པའི་དྲ་ཚིགས་ཐོག་གནས་ཚུལ་ཐོན་པར་གཞིགས་ན། རྒྱ་ནག་དམར་གཞུང་གིས་རང་སྐྱོང་ལྗོངས་ལྔའི་ཀྲུའུ་ཞི་ཟེར་བའི་འགོ་ཁྲིད་ཚང་མ་ལས་གནས་ནས་ཕྱིར་ཕུད་བཏང་འདུག་པ་དང། དམར་ཤོག་ཨུ་ཡོན་ལྷན་ཁང་གི་ཚོགས་འདུ་ཐེངས་ཉི་ཤུ་པས་ཚོགས་མི་བརྒྱ་ཆ་བཅོ་བརྒྱད་གཙང་བཤེར་བྱས་ཟིན་འདུག་པས་ཞི་ཅིན་ཕིང་གི་མཐའ་མཚམས་སུ་སོག་འབེན་ལ་བཙུགས་པ་དེ་རང་གི་རྐང་པ་ཉིད་གཅོད་པ་མ་རེད་པས་ཞེས་བཤད་འདུག། དེ་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་བཅུ་དྲུག་ཟླ་བའི་བཞི་བར། སྐབས་ཉི་ཤུ་པའི་རྒྱ་ནག་དམར་ཤོག་གི་དབུས་ཚོགས་མི་ཧ་ལམ་མི་བདུན་ཅུ་ཞིབ་བཤེར་བྱས་ཏེ་གོ་མིན་ནས་ཕྱིར་ཕུད་བྱས་ཡོད་པ་དེས་ཁྱོན་ཡོངས་ཀྱི་ཨོ་ཡོན་ཞེས་པའི་ཚོགས་མི་ཡོངས་ཀྱི་བརྒྱ་ཆ་བཅོ་བརྒྱད་ཟིན་ཡོད་པ་འདི་རིག་གནས་གསར་བརྗེ་ཟེར་བའི་དུས་སྐབས་ལས་ད་བར་ཡོང་མྱོང་མེད་པ་ཞིག་རེད། ཆེས་གསར་ཤོས་ཡིན་པའི་ཟླ་བ་བཞི་པའི་ཚེས་སུམ་ཅུ་ཉིན་གནས་དབྱུག་བཏང་བ་དེ་ནི་ཆབ་སྲིད་ཅུས་ཀྱི་ཨོ་ཡོན་ཡིན་པའི་མཱ་ཤིན་རུའུ་ཡིན་པ་དང་ཁོ་པ་ནི་དེ་སྔོན་ཤིང་ཅང་རང་སྐྱོང་ལྗོངས་ཀྱི་དམར་ཤོག་དྲུང་ཆེ་དང་པོ་ཡིན་ཞིང། ཆེས་ཕུད་བཏང་བའི་མི་དང་པོ་དེ་མ་ཡིན་པར་དེའི་སྔོན་ལ་རང་སྐྱོང་ལྗོངས་ཟེར་བའི་འགོ་ཁྲིད་རེ་རེ་བཞིན་གཅིག་ཐུག་གཉིས་ཐུག་གིས་གོ་གནས་ལས་མར་ལྷུང་བ་དང་བོད་རིགས་ཀྱི་ཁོངས་སུ་ཆི་ཀྲ་ལཱ་དང་ཀྲོང་རིགས་ཀྱི་ཁོངས་སུ་ལཱན་ཐན་ལིའུ་ཨར་ཁ་ཆིའི་རིགས་སུ་མཱང་ཧུའེ་སོག་རིགས་ཁོངས་སུ་ཝང་ལི་ཞཱ་སོགས་ཡོད་པ་རེད། སྐབས་ཉི་ཤུའི་དབུས་གཞུང་གི་ཚོགས་མི་རྣམས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བདམས་ཐོན་བྱུང་བ་དང་ཁྱོན་མི་གྲངས་ཉིས་བརྒྱ་བཅུ་མི་ལྔ་དབུས་ཨུ་ཡོན་དང་འོས་སྐུ་ཨུ་ཡོན་བརྒྱ་དང་བདུན་བཏོན་ཡོད་པ་རེད། ཡིན་ན་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དགུ་ལོའི་ཟླ་བ་བཞི་བ་བར་མི་གྲངས་བདུན་ཅུ་ཞིབ་བཤེར་བྱས་ཏེ་ཚོགས་མི་ཁོ་ནས་ཕྱིར་ཕེབས་བྱས་འདུག་པའི་ནང་དབུས་ཀྱི་ཨུ་ཡོན་ལྔ་བཅུ་ང་བཞི་གནས་ཚུལ་ལྷག་པ་དང་འོས་སྐུ་ཨུ་ཡོན་གྲངས་བཅོ་ལྔ་དགོས་མིན་ལས་ཕུད་པ་རེད། ཁྱོན་ཏང་གི་དབུས་ཚོགས་མིའི་གྲངས་འབོར་གྱི་བརྒྱ་ཆ་བཅོ་བརྒྱད་ཟིན་ཡོད་པ་དེ་ནི། སྤྱི་ལོ་དགུ་བཅུ་གོ་དྲུག་ལས་རིག་གནས་གསར་བརྗེའི་མཇུག་སྒྲིལ་བ་ནས་ད་བར་བྱུང་མྱོང་མེད་པ་ཞིག་རེད། སྐབས་ཉི་ཤུ་པའི་དབུས་ཆབ་སྲིད་ཅུའུ་གི་ཨུ་ཡོན་གསུམ་ཕྱི་ཕུད་བྱེད་པ་དེ་ནི་ཧྭ་ཝུའེ་ཏུང་ཀྲང་ཡུང་ཞའོ་མཱ་ཤིན་ལུས་འདི་གསུམ་ནས་རིག་གནས་གསར་བརྗེའི་མཇུག་སྒྲིལ་ནས་ད་བར་ཆབ་སྲིད་ཇུས་ནང་གི་གལ་ཆེའི་ཚོགས་མི་གནས་ཚུལ་ལྷག་པ་མང་ཤོས་དེ་ཆགས་འདུག། རྒྱབ་ལྗོངས་འདིའི་འོག་ལ་རང་སྐྱོང་ལྗོངས་ཆེ་ཤོས་ལྔ་ཡོད་པའི་སྲིད་གཞུང་གི་འགོ་ཁྲིད་ཆེ་ཤོས་ལྔ་ཚང་མ་གནད་དོན་ལྷག་པ་འདི་གས་མི་རིགས་སྲིད་ཇུས་ཁེར་རྐྱང་ཡིན་པའི་བརྡ་དོན་ཞིག་མ་ཡིན་པར། འདི་ནི། མཐའ་ཁུལ་གྱི་གནད་དོན་ཡོངས་ཁྱབ་ཀྱིས་གཙང་བཤེར་བྱས་པའི་ཞིབ་ཕྲའི་མཚོན་དོན་གཅིག་རེད། ད་རེས་ཀྱི་གནས་ཚུལ་ལྷག་པའི་རང་སྐྱོང་ལྗོངས་ཆེ་ཁག་ལྔའི་འགོ་ཁྲིད་ཟུར་པ་དེ་ཚོར་དམིགས་བསལ་གྱི་ས་ཁུལ་གཞན་དང་མི་འདྲ་བའི་ཁྱད་ཆོས་ནི། ཁོང་ཚོ་ཚང་མར་གྲངས་ཉུང་མི་རིགས་ཀྱི་ལས་བྱེད་ཡིན་པའི་འཐུས་མིའི་ཐོབ་ཐང་ཡོད་པ་དེ་རེད།

ཉིས་སྟོང་ཉི་ཤུ་རྩ་གཉིས་ལོར་གོ་གནས་ཕབ་ཅིང་དེའི་སྔོན་ཤིང་ཅང་མི་བ་རང་སྐྱོང་ལྗོངས་ཀྱི་ཀྲུའུ་ཞི་ཞིག་རེད། ཁོ་ནི་ཤིང་ཅང་གིས་ཤིང་ཅང་ལ་རྫ་དྲག་དྲག་ཉོའི་སྲིད་ཇུས་མ་བྱས་པའི་སྔོན་གྱི་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཤིང་ཅང་ནང་གི་ས་སྐྱེས་རྡོ་སྐྱེས་ཡིན་པའི་བི་བ་ལ་ཁ་ཆེའི་དཔོན་རིགས་གཅིག་རེད། ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ཟླ་བ་དང་པོ་ནང་གོ་གནས་ཕབ་པའི་བློན་ཆེན་གཞོན་པའི་བློན་ཆེན་གཞོན་པའི་རིམ་པའི་མི་གཅིག་ཡིན་རེད། དེ་ནས་ཟླ་བ་ལྔ་བའི་ནང་ཀོང་ཞིའི་ཀྲོང་རུས་རང་སྐྱོང་ཅུའུ་གྱི་ཀྲུའུ་ཞི་གཞོན་པ་ལིན་ཅན་ལིས་ལ་ལས་གནས་གང་ཡོད་པའི་སྐབས་སུ་ཞིབ་བཤེར་བྱས་རྗེས་གོ་མིན་མེད་པ་བཟོས་ཤིང། ཉིས་སྟོང་ཉི་ཤུ་ཚེས་ལྔ་ལོར་གནས་དབྱུག་བཏང་བའི་ཨང་གཉིས་པ་དེ་རེད། ལོ་དེའི་ཟླ་བའི་དྲུག་པའི་ནང་ནིང་ཞང་ཧུའེ་རིགས་རང་སྐྱོང་ཅུའུ་གྱི་ཀྲུའུ་ཞི་གཞོན་པ་ལིས་ཧུའེ་སྒྲིག་འཛིན་བཞེས་ཤིང་བྱས་ནས་གོ་གནས་ཕབ་དང་ཟླ་བའི་བརྒྱད་པའི་ནང་ནང་སོག་རང་སྐྱོང་ལྗོངས་ཀྱི་འགོ་འཛིན་ཝང་ལི་ཞཱ་གོ་མིན་གནས་དབྱུག་བཏང་བ་རེད། ད་ལོའི་བྱིས་པའི་ཚེས་གསུམ་ཉིན་ཆབ་སྲིད་ཅུའི་ཨུ་ཡོན་དེ་སྔའི་ཤིན་ཅང་དམར་ཤོག་དྲུང་ཆེ་དང་པོ་མཱ་ལུས་ཞན་གནས་ཡུལ་བཏང་བ་དེ་ནི་གོང་གསལ་མི་སྡེ་བརྒྱད་ཀྱི་ཁོངས་ནས་གོ་གནས་མཐོ་ཤོས་དུ་ཆགས་ཡོད། བོད་རང་སྐྱོང་ལྗོངས་མི་དམངས་སྲིད་གཞུང་གི་འགོ་ཁྲིད་ཟུར་པ་ཆི་ཀ་ལ་ནི་ལྔ་བཅུ་ང་བརྒྱད་ལོར་སྐྱེས་ཤིང་བོད་རིགས་ཡིན་པ་དང་ཡུན་ནན་ཞིང་ཆེན་ཐེག་ཆེན་བོད་རིགས་རང་སྐྱོང་ས་ཁུལ་ཁོངས་ཤམ་བྷ་ལའི་གྲོང་སྡེའི་དཔོན་ཚང་གི་ཁྱིམ་ནས་ཡིན་པ་དང་ཁོ་པའི་ཕ་རྒན་རིག་གནས་གསར་བརྗེའི་ནང་གནོད་འཚེ་ཕོག་ནས་གྲོངས་ཤིང། རྒྱལ་སྤྱིའི་རྒྱབ་རྟེན་ལོར་དྲག་སེལ་བྱུང་འདུག་ཚེ་གྲང་ལ་ཁོ་པ་རང་གི་འབད་བརྩོན་ལ་རྟེན་བཅས་བུད་བདེ་ཆེན་བོད་རིགས་རང་སྐྱོང་ཁུལ་གྱི་དམར་ཤོག་རྫོང་བཞི་ནས་བོད་རང་སྐྱོང་ལྗོངས་ཀྱི་མི་དམངས་སྲིད་གཞུང་གི་ཀྲུའུ་ཞིར་བསྐོས་པ་དང། ཉིས་སྟོང་བཅུ་བདུན་ལོར་རྒྱལ་ཁབ་ཀྱི་བློན་ཆེན་རིམ་པའི་གོ་མིང་དུ་དཔར་ཡོད་པ་རེད། གཞུང་འབྲེལ་གྱི་གསལ་བསྒྲགས་བྱས་པའི་ནང་ཁོ་པས་ལྐོག་རྔན་ལེན་པ་དང་ཡུན་རིང་རྨོངས་དད་ཀྱི་ལས་འགུལ་སྤེལ་བ་སི་མདོ་དོན་བོད་ནང་གི་དགོན་སྡེ་ཁག་དང་འབྲེལ་བ་ཆེན་པོ་ཡོད་པ་དེ་དག་རྒྱ་ནག་གཞུང་གིས་བཀའ་ཁྲོལ་མེད་པར་རྩིས་ཏེ་གནས་དབྱུག་བཏང་བ་རེད། ཁོ་དང་མཉམ་དུ་ཁོ་པའི་དེ་སྔའི་ཕྱག་སྦྲེལ་ཡིན་པ་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་དྲུང་ཆེ་དང་པོ་ཝུ་ཡིན་ཇེས་ཀྱང། ཕྱི་དྲག་ལས་སྔོན་ཙམ་ལ་ལྐོག་ཟ་རུལ་སུངས་ལ་བརྟེན་ནས་གནས་དབྱུག་བཏང་ནས་ཁྲིམས་ལ་བཅར་ཡོད་པ་རེད། གནས་ཚུལ།